དེ་ནས་ཇར་མན་གྱི་གྲོང་ཁྱེར་ཧྥེང་ཕར་ནག་ལ་རྟེན་གཞི་བྱས་པའི་བོད་ཁང་གིས་ལོ་ལྟར་ཐེངས་གཉིས་རེའི་འདོན་སྤེལ་བྱེད་བཞིན་པའི་ཆོས་སྐོར་ཞེས་པའི་དུས་སྟོད་ཀྱི་དཔང་ངོས་སུ། ཆང་གི་ཤེལ་དམ་ནས་བཞེངས་པའི་མཆོད་རྟེན་གྱི་སྐུ་པར་ཞིག་བཏོན་ཡོད་པའི་སྐོར་ལ། ཇར་མ་ནི་ནས་འདི་གའི་གསར་འགོད་པར་ཚེ་དབང་ནོར་བུ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། Frankfurt ལ་རྟེན་གཞི་བྱས་པའི་འཇར་མན་བོད་ཁང་གི་ཆོས་སྐོར་ཞེས་དུས་དེབ་ཅིག་ལོ་རེར་འཇར་མན་སྐད་ལ་ཐེངས་གཉིས་དང་བོད་ཡིག་ལ་ཐེངས་རེ་འདོན་པ་དང་འདི་ལོ་ཉིས་སྟོང་བཅུ་གཅིག་གི་ཆོས་སྐོར་དུས་དེབ་བོད་ཡིག་དང་འཇར་མན་ཤན་སྦྱར་ཏེ་མདུན་ཤོག་ལ་རྒྱ་ནག་གི་ཆིང་ཏའོ་ཆང་གི་ཤེལ་དམ་ལས་བཞེངས་པའི་པར་རིས་འདུག་པས་ཕྱོགས་གཅིག་ནས་ཡ་མཚན་ཅན་གྱི་སྒྱུ་རྩལ་ཞིག་དང་ཕྱོགས་གཉིས་ནས་ཆོས་ཕྱོགས་ཀྱི་སྐུ་བརྙན་རྩ་ཆེན་ལྡན་པ་ཆང་རག་གི་ཤེལ་དམ་ལས་གྲུབ་པ་ཞིག་ཡིན་དུས། ཁྱད་མཚར་བ་མཐོང་བྱུང་བས་བོད་ཁང་གི་ལས་བྱེད་དང་བོད་ཀྱི་སྒྱུ་རྩལ་པ་ཕུན་ཚོགས་ཚེ་རིང་ལགས་ལ། དེ་སུས་བཞག་པ་རེད། དེ་འདྲ་དེ་བཞག་ཉིན་དེ་ཁོ་རང་མིང་ལ་གཡག་ཚེ་རིང་བྱས་ཅེས་ཞུགས་ཡོད་རེད། ང་ཚོའི་པར་འདི་ད་ལྟ་ཉིས་སྟོང་བཅུའི་ནང་ལོགས་ལ་བོད་རྒྱ་མི་འགལ་རྒྱ་ནག་ལ་བོད་ཀྱི་དེང་དུས་སྒྱུ་རྩལ་པོ་ཚོས་བ་འགྲེམས་སྟོན་ཆེན་པོ་བྱས་པ་རེད་ཉི་གྲགས་འགྲེམས་སྟོན་ཟེར་ཅིག་སྐབས་དེ་དུས་ཚོར་བ་ད་ལྟ་སྒྱུ་རྩལ་པ་ཁོ་རང་གི་བེད་སྤྱོད་བྱེད་ནས་མི་འདུག་ཡང་མིན་ན་ཆང་གི་སྦི་རག་གི་ཤེལ་དམ་ལས་གྲུབ་པའི་མཆོད་རྟེན་དེ་གཞན་ཞིག་ཨ་ནི་སྐབས་དེ་དུས་ཚོར་བ་བརྩམ་བྱ་དེ་ཚོའི་ནང་ལོགས་ལ་ཉིན་རབས་བོད་ཀྱི་སྒྱུ་རྩལ་པ་ཚོས་བརྩམས་པའི་བརྩམ་བྱ་རྣམས་མི་འདྲ་བ་མང་པོ་ཞིག་ཆགས་འདུག་འདིའི་ནང་ལོགས་ནས་པར་མང་པོ་ཡོད་པའི་ནང་ལོགས་ནས་ང་ཚོས་ད་ལྟ་དེ་སྦི་ཡོལ་ཤེལ་དམ་ཡོད་པའི་བོད་དོར་དེ་བདམས་པ་རེད། ཅི་ལྟར་ཡིན་ན་ད་མཆོད་རྟེན་དེའི་མི་ག་ཚོགས་ཅིག་གིས་ཆོས་ཕྱོགས་དང་ཨ་ནི་ཞི་རག་འབྲེལ་བ་ཆེན་པོ་ཡོད་པའི་ཨ་ནི་ཅིག། ད་གཟུགས་བརྙན་གཅིག་རེད་ཆགས་ཡིན་གྱི་ཤེས་དམ་གྱི་ཆོས་དོན་འདི་འདྲ་བཞེངས་པ་ཡིན་ན་ཡང་མང་པོ་ཅིག་ག་ཚོད་ཅིག་ད་བསམ་བློ་ཅིག་སྦུག་སུ་དོག་པོ་ཡོད་པ་ཡིན་ན་དེ་འདྲའི་སྐོར་ལ་ཅིག་སྐྱོན་བརྗོད་ཅིག་བྱ་ཡོང་མི་འདོད། ད་འདི་སྒྱུ་རྩལ་འཁོར་རང་གཅིག་གི་སྒྱུ་རྩལ་ཟེར་འཁོར་བཞེངས་མཁན་གྱི་སྒྱུ་རྩལ་པ་ཡིན་པ་ཡིན་ནའི་བསམ་བློ་འདི་སྤྱི་བཏང་བྱས་པ་ཡིན་ན་རྩ་བའི་ཆ་ནས། བསམ་བློ་ཅིག་ཆེན་པོ་ཡོད་པ་མཐོང་རྒྱ་ཆེན་པོ་ཡིན་པ་ཨ་ནི Fry Guys ཞེས་ལ་བུར་བ་འཇོལ་མོའི་ཚིག་མི་ཡིན་ན་ཅི་ཡིན་གར་སོང་རེད་ཅེས་རང་དབང་གིས་ད་རྩོམ་པ་པོ་འདིར་བསྡུས་ཀྱི་ཡོད་རེད་དེ་ཡིན་དུས་ཟེར་བ་སྒྱུ་རྩལ་པོ་དེ་སོ་སོས་ཁྱེད་ཚོའི་སྤྱི་ཚོགས་ལ་ཐོན་པའི་གནད་དོན་ཅི་ཡིན་དེའི་གནད་དོན་ལ་གཞི་བཞག་རྗེས་ཁོ་རང་ཚོས་བརྩམ་བྱ་གསར་པ་ཅིག་བཟོ་གི་ཡོད་རེད་དེ་ཡིན་དུས་ཟེར་བ་དེའི་འགྲེལ་བཤད་ཀྱི་ཉེར་ལྕགས་དང་གནད་ད་ཡིག་རྡུག་འདྲ་མི་འདྲ་མང་པོ་ཅིག་ཡོང་གི་རེད་བ་དེ་ཅི་རེད་དེ་ནས་ང་རང་ཚོས་ད་ལྟ་ཧོབ་ཏི་ག་ལ་འདུག་བལྟས་ཡོང་དུས་ངས་བལྟས་པ་ཡིན་པ་ཡིན་ན་ད་ལྟ་ཆོས་ལྡན་འདིའི་ཐོག་ལ་ཅིག་གོ་རྒྱུ་དང་ཉན་རྒྱུ་དང། གཏིང་ཟབ་ཤོར་བའི་དོན་གྱིས་ད་ཅི་ང་རང་ཚོའི་སྲོལ་རྒྱུན་གྱི་རིག་གནས་འདི་གཞི་བཞག་པའི་ཐོག་ནས་ཨ་ནི་དེང་དུས་ཀྱི་ལག་རྩལ་གྱི་ད་གཞི་བཞག་ཅིང་ཨ་ནི་རྒྱུ་ཆ་མང་པོ་ཅིག་བེད་སྤྱོད་བཏང་ཡོད་པ་སོང་ཙང་དེའི་ཆ་ཤས་ཤིག་གྲུབ་ཀྱི་ཡོད་རེད་ཆོས་དོན་དེ་བལྟས་ཡོང་དུས་ཚེ་དཔང། ཕྱོགས་གཅིག་ནས་བལྟས་ན་ད་སྲོལ་རྒྱུན་གྱི་ང་རང་ཚོའི་གཞག་ཚུལ་ཡོད་པ་དེ་དེ་རྣམས་ངས་མཐོང་ཡས་རེ་བྱེད་ཀྱི་ད་དེ་མི་སོ་སོའི་ལྟ་ལྟ་སྟངས་འགྲོ་བ་དེ་ངས་འདི་ཡིན་དུས་ཚེ་དཔང་ཡག་པོ་འདུག་སྡུག་ཅག་འདུག་ཟེར་ཞིག་གསུང་བའི་བཀའ་ལ་ཁག་པོ་འདུག་ལོ་ང་ཡི་སེམས་ཚུལ་དེ་འདིར་བྱིན་ལོ། ག་ས་ལ་སྐྱེ་སྟངས་ཡིན་ན་ཅིག་རྒྱུ་མཚན་པ་དེ་ཚོ་ཡིན་ན། སྤྱི་ཚོགས་ཀྱི་ནང་ལ་ད་ཅིག་ཡག་སྡུག་གི་བྱེད་ཕྱོགས་མང་པོ་ཅིག་ལ་ཐད་ཀར་སྐྱོན་བརྗོད་དང་ཡང་ཐད་ཀར་བསྟོད་བསྔགས་དང་ཡང་ལྐོག་གི་བསྟོད་བསྔགས་དང་ལྐོག་གི་ཨ་ནི་ག་སོགས་ཅིག་གི་སྐྱོན་བརྗོད་བྱས་ཀྱི་ད་དེ་ཡིས་ཨ་ནི་སྒྱུ་རྩལ་པས་ཀྱི་ད་ཐུན་མོང་མ་ཡིན་ཁྱད་ཆོས་ཅིག་རེད། ད་ད་རེས་ད་ལྟ་ཁོ་རང་གཡག་གི་ད་ལྟ་བོད་སྐད་བསྒྱུར་མཛད་པ་འདིའི་སྐད་ཁོ་རང་འདི་འདི་འདྲས་བྲིས་ན་འདི་ཙམ་ནས་བཟང་ཕྱོགས་ཀྱི་བསྟོད་བསྔགས་བཏོན་དགོས་ཡོད་རེད་ཡང་དེང་སང་སྤྱི་ཚོགས་ནང་ལ་ཅིག་གི་ངན་ཕྱོགས་ཀྱི་དེ་གནས་ཚུལ་མང་པོ་ཅིག་ཡོང་དུས་ས་ནས་ལྷག་དོན་དུ་ག་སོག་ཅིག་ཆང་རག་གི་དེ་གནས་ཚུལ་མང་པོ་ཞིག་ཡོང་དུས་ཙམ་ནས་དེ་འདྲས་སོང་ན་ཡང་ཅིག་སྤྱི་ཚོགས་ནང་ལ་ཅིག་གི་ཉེས་པའི་སྐད་ད་སྡུག་པའི་སྐད་ཨ་ནི་ཅིག་གནས་ཚུལ་བྱུང་བ་ལ་འདི་ལ་སྐྱོན་བརྗོད་ཅིག་ཡོད་རེད་དགོངས་ཀྱི་འདུག་ཁྱེད་རང་གསུངས་པ་འདི
ལན་གཅིག་ཡིན་གྱི་རེད་ལན་གཉིས་པ་འདི། ངས་བལྟས་པས་འདི་ཙམ་གྱིས་ཅི་ལྟར་སྒྱུ་རྩལ་ཁོ་རང་རང་སྒྱུ་རྩལ་གྱི་དེའི་རྣམ་པ་དེ་མི་རིགས་གཅིག་གི་ཚད་གང་དེ་སླེབས་ཡོད་མེད་དེ་སྒྱུ་རྩལ་རྣམ་པའི་དོན་མཐོང་གི་ཡོད་རེད་ཨ་ནི་དེ་ནས་སྒྱུ་རྩལ་པ་སོ་སོས་སྒྱུ་རྩལ་པ་དང་འདྲ་རི་མོ་འཁྲིད་མཁན་ཡིན་ནའི་ད་ནི་སྙན་ངག་པ་ཡིན་ནའི་རེད་རྩོམ་པ་པོ་ཡིན་ནའི་ག་རེ་ཡིན་ནའི་དེའི་སྤྱི་ཚོགས་འདིའི་ནང་ལ་གནད་དོན་གཅིག་གླེང་སློང་བྱེད་ཀྱི་ཡོད་པ་སོང་ཙང་དེ་ཁྱེད་རང་གི་ད་ལྟ་ངས་གསུངས་པའི་ལན་དེ་ཏག་ཏག་ཏག་ཏག་ཐུག་གི་ཡོད་རེད་བསམ་གི་ལོང། ད་ཅི་ག་སོགས་རེད་ཅེ། ང་ཚོ་ད་ལྟ་འཇར་མན་ཡོད་དུས་འཇར་མན་སྤྱི་ཚོགས་དེ་དམངས་གཙོ་འཕེལ་རྒྱས། བེད་སྤྱོད་གནས་ཚད་ཞེ་དྲག་མཐོ་པོ་ལས་ཀྱང་ཅིག་ཡིན་དུས་རྩ་ནས་སྤྱི་བཏང་ཡང་ན་གུ་ཡངས་ཀྱིས་བསམ་བློ་བཏང་མཁན་མང་པོ་ཡོད་རེད་ཡིན་ནའི་ཅིག་ནང་ཆོས་ཀྱི་བེད་སྐད་རྗེས་འབྲངས་པ་མང་པོ་ཅིག་ལྟས་ས་ཅིག་བསམ་བློ་བུ་ཟུག་བཏང་རྗེས་ཀྱང་ཡིན་དུས་རྩ་ནས་དགའ་སོ་ཅིག་ད་ཆོས་ལྡན་དེ་ཆོས་ཕྱོགས་ཀྱི་བེད་སྐད་ཐུན་མོང་མ་ཡིན་པའི་ཅིག་གིས་ད་སྐུ་བརྙན་བྱེད་འདོད་ས་ནས་ཡང་ནང་པ་གསར་པ་དེ་ཚོས་ཀྱང་ཅིག་དགག་པ་རྒྱག་གིན་བསྡད་མི་འདུག་བས། ད་ལྟ་བར་དུ།
ཐད་ཀར་རྦད་དེ་འདི་ཡག་པོ་མི་འདུག་ཟེར་གི། པར་འདི་ཁྱོན་ཡག་པོ་མི་འདུག་ཟེར་གི་སྐད་ཆ་འདི་བྱུང་མ་སོང། སྤྱིར་བཏང་འདི་བར་ད་ལྟ་ཡུ་རོབ་ནང་ལོགས་ལ་སྤྱིར་བཏང་མིའི་བསམ་སྟངས་ཡ་ད་ལྟ་སྒྱུ་རྩལ་པའི་ཐོག་ལ་བསམ་སྟངས་ཡ་འདི་ང་རང་ཚོའི་བོད་བོད་པ་དང་བསྡུར་བ་ཡིན་པ་ཡིན་ན་འདི་བར་གུ་ཡངས་ཤུགས་ཆེ་ཡོད་རེད་བསམ་གི་འདི་ཡིན་དུས་བསམ་བསམ་བློ་རྒྱབ་རྟེན་འདི་གཞི་བཞག་རྗེས། བཞག་པ་ཡིན་པ་སོང་ཙང་ཨ་སྐྱོན་བརྗོད་འདི་ཐད་ཀར། འདི་སྙིང་བྱུང་མི་འདུག་འདི་ཏག་ཏག་འགྲེང་མི་འདུག་ཟེར་ཏེ་ད་ལྟ་བར་དུ་ཤེས་ཉེན་བྱུང་མ་སོང་དེ་ཡིན་དུས་ཚོད་འདི་འདྲའི་ཕྱིན་ཆད་ཡོང་མ་གྲོགས་བསམ་གི་ལོང། ཐུགས་རྗེ་ལགས་ཕུན་ཚོགས་ལགས།
ཨེ་ཤ་ཡ་རང་ལུགས་སྐད་ཡིག་ཁང་གི་ཡུ་རོབ་ས་ཁུལ་གསར་འགོད་པ་ཚོ་བ་ནུབ་བོད་སྦེར་ལིན་ནས་རེས་གཟའ་ཕུར་བུའི་གོང་དུ་སྙན་ཐོན་ཞུ་གི་ཡོད།